དེ་རིང་ཚོགས་གཙོས། ལས་རིམ་རྣམས་སྤེལ་བའི་གཏམ་བཤད་ནང་ལུང་ལ་གནད་དོན་འགའ་ཤས་ཞུ་ཡ་ཡོད། དང་པོ་དེ། དེ་སྔའི་ལས་རིམ་དང་འབྲེལ་བའི་གཞུང་རིམ་དང། གཉིས་པ་དེ། གྲོས་ཚོགས་ཚོགས་དུས་དྲུག་པ་མུ་མཐུད་ཤོང་མ་ཐུབ་པའི་བཤད་ཚུལ་དང་འབྲེལ་བའི་འདོད་ཆུང་བཀའ་ཤག་བརྗེས། བདེ་སྲུང་ནས་ཞིབ་འཇུག་བྱས་པའི་གྲུབ་དོན། སྙན་ཐོ་འདིར་ཕེབས་པའི་ཐོག་དང། གསུམ་པ་དེ། དེ་རིང་གི་གྲོས་ཚོགས་ཀྱི་ནང་ལོགས་ལ་ལས་རིམ་ག་རེ་ཕེབས་ཀྱི་ཡོད་མེད་མི་གྲལ་གྱི་དོན་ཚན་གསུམ་གྱི་ཐོག་ནས་ཞུ་ཡ་ཡིན་ཟེར་ནས་ཉན་སེར་ཞུ་ཡ་ཡིན། དང་པོ། ཕྱི་ལོ་ཉིས་སྟོང་ཉེར་བརྒྱད་རྩ་གསུམ་ཟླ་དགུ་པའི་ཚེས་བཅུ་དགུ་ནས་ཚེས་ཉི་ཤུ་རྩ་བརྒྱད་བར་དུ་ང་ཚོ་ལས་བསྡོམས་གྲོས་ཚོགས་ཚོགས་དུས་དྲུག་པ་དེ་གཏན་འབེབས་གནང་བ་གཞིར་བཟུང་གིས་བསྐུར་བའི་ཞུ་དུས་གནང་བ་རེད། འཛིན་སྐྱོང་བཀའ་ཤག་རེད་ང་ཚོ་ལྷན་ཚོགས་གནང་བའི་ཐོག་ནས་གྲོས་ཚོགས་ཀྱི་ལས་ཉིན་བསྡོམས་པའི་ཐོག་ལ། བོད་ནང་གི་གཞུང་འབྲེལ་གདུང་སེམས་མཉམ་བསྐྱེད་ཀྱི་གྲོས་ཆོད་གྲོས་འཆར་དང་འབྲེལ་བའི་ཐོག་ལ་བགྲོ་གླེང་ཕེབས་ཀྱིན་པའི་སྐབས་སུ། བསྐུར་བའི། ཞི་བདེའི་རྒན་པ་གཉིས་ཀྱི་ཐོག་ནས་ཕན་ཚུན་ད་ལས་རིན་གནང་རྒྱ་སྟོན་རེད་ཅེས་ནི་དམའ་འབེབས་རེད་དྲག་གནང་རྒྱའི་ཚིག་རྩུབ་རེད་ཤེས་འཛུགས་དེ་འདྲས་བྱུང་བ་རེད། ངས་དེ་འདྲས་ཀྱི་ཐོག་ནས་དཔལ་ལྡན་བདེ་སྲུང་བཀའ་བློན་མཆོག་གི་བགྲོ་གླེང་གི་ཆ་རྐྱེན་ལ་ཡང་ནི་དེའི་རྗེས་ལ་གྲོས་ཚོགས་ཀྱི་ལས་ཉིན་གསུམ་པ་ཕྱི་ཚེས་གཉིས་ཀྱི་རྩ་གཅིག་ཤར་དུ་བདེ་སྲུང་བཀའ་བློན་མཆོག་གིས་གྲོས་ཚོགས་ནང་ལོགས་ལ་ཁ་སིང། ལས་རིགས་དང་འབྲེལ་བའི་ཐོག་ནས་ས་ཞིང་ཤོར་གི་ཡོད་ཟེར་ནས་དེའི་གོ་སྐོར་ཕུལ་རེད། དེའི་གོ་སྐོར་ཕུལ་བའི་རྗེས་སུ་ནི་སོག་རྒྱ་བར་གསེང་བཤད། སོག་རྒྱ་བར་གསེང། རྗེས་སུ་ཡར་སླེབས་ཏེ་ཀུ་རེ་ཤི་ཐིག་གཉིས་ཀྱི་ཐོག་ནས་ལས་རིན་རྣམ་གཞག་བསྟན་ནས། ནི་ལས་རིན་དེ། ནི་ང་ཚོ་བསྙེན་བཙུགས་དེ་དང་འབྲེལ་བའི་ཐོག་ནས་ད་ཚོགས་ཐེངས་གཅིག་ཙམ་རེ་མ་གཏོགས། ཉིན་གུང། ནི་བགྲོ་གླེང་གནང་རེད། སྐབས་དེ་དུས་གང་ལ་གང་འཚམ་གྱིས་ང་ཚོ་བོད་ཕོ་ཡ་ཡག་པོ་བྱུང་སོང་བསམ་སོང། ཡིན་ནའི་ད་ཐོག་མིང་གི་བསམ་བློ་ནང་བཞིན་བྱུང་ཡོད་མ་རེད། ད་སང་ཉིན་ལས་ཉིན་བཞི་པ་བྱུང་པའི་སྐབས་སུ་ནི་བཀུར་འོས་ཤེས་ལྡན་ཁག་ཅིག་གིས་ནི་གྲོས་ཚོགས་ནང་ཤན་འཛུགས་བྱེད་ཚུལ་དེ་གཙང་མ་མ་བཟོས་བར་དུ་ནི་གྲོས་ཚོགས་ནང་ཆ་ཤས་ལེན་གི་མེད་ཟེར་ནས་ནི་ཚོགས་གཙོ་གཉིས་ས་ལ་དེ་ལེན་དེ་གནང་བ་རེད། དེ་འདྲ་ནི་ཚོགས་གཙོ་གཉིས་ཀྱི་ཐོག་ནས་ལམ་སང་ང་ཚོ་བཅའ་ཁྲིམས་དོན་ཚན་དྲུག་ཅུ་རེ་བཞི་བཅུ་ཞེ་དགུ་པའི་ནང་གསེས་དོམ་པའི་དགོངས་དོན་ལྟར་གྲོས་ཚོགས་ཀྱི་གྲུབ་ཆ་མ་ལངས་ཏེ་གྲོས་ཚོགས་མུ་མཐུད་ནས་ཤོག་མ་ཐུབ་པའི་གནས་སྟངས་ཆགས་རེད་ནས་ལམ་སང་པ་སྡེ་བདེ་སྲུང་བཀའ་ལན་མཆོག་ལ་ཆུ་ཚོད་ཕེབས་རོགས་གྱིས། ནས་གནད་དོན་འདི་གོང་མཇོག་གཙང་མ་བཟོ་རོགས་གྱིས་ཟེར་ནས་འབོད་སྐུལ་ཞུས་པ་རེད། ནས་དེའི་རྗེས་ལ་བཀའ་ཤག་ལྷན་རྒྱས་ཕེབས་ནས། ནས་ཚོགས་གཙོ་གཉིས་ཀྱི་ནང་དོན་དང་འབྲེལ་བའི་ཐོག་ནས་བདེ་སྲུང་ལས་ཁུངས་རེད། དེ་བས་དཔལ་ལྡན་སྲིད་གཞུང་མཆོག་རེད། གང་ཡང་བཞེས་ཀྱི་ཡིན། མཇུག་བྱང་བཞེས་ཀྱི་ཡིན། ཡིན་ན་ཡང། རྒྱལ་དབང་སྟོབས་ལྡན་གྱི་ཆ་ནས་དུས་ཚོད་ག་དུས་ཚར་གྱི་ཡོད་མེད་ང་ཚོས་ཞུ་ཚོད་ཐིག་གི་མི་འདུག་དེ་གསུངས་པ་རེད། དེ་འབྲེལ་ཡོད་ཤེས་ལྡན་ཚོགས་མང་གིས་མཁྱེན་གྱི་ཡོད། ཡིན་ན་ཡང་དེ་འབྲེལ་གྱི་ཐོག་ནས། ང་ཚོ་མུ་མཐུད་དེ་ཐ་མག་གྲོས་ཚོགས་དེ། ཤོང་མ་ཐུབ་པའི་གནས་སྟངས་ཆགས་ནས། བཅར་འདྲི་དོན་ཚན་བཞི་ཅུ་ཞེ་དགུ་པའི་ནང་གསེས་གཉིས་པའི་དགོངས་དོན། ནི་ཚོགས་གཙོ་གཉིས་ཀྱི་ཐོག་ནས་གྲོས་ཚོགས་ཕར་འབྱོན། ཕར་འབྱོན། བྱ་དགོས་ཐུག་པ་རེད། དེའི་རྗེས་སུ་དཔལ་ལྡན་བདེ་སྲུང་བཀའ་བློན་མཆོག་ཆེད་ཕེབས་ཁ་ཤས་ཀྱིས་གདན་འདྲེན་ཞུས་ནས། དེའི་ཐོག་ལ་ཞི་བདེའི་རྒྱུས་ལོན་གནང་ལུགས་ལ་ལྟ་སེམས་གཙོ་ཡོང་འདོད་ཀྱི་འདུག་དེ་གང་མགྱོགས་འགྱུར་བྱུང་དགོས་ཀྱི་འདུག་ཟེར། དེ་འདྲའི་ཐོག་ནས་གང་མགྱོགས་བྱུང་གང་ཐུབ་ཐུབ་གནང་རོགས་གྱིས་ཟེར་ནས་ཞུས་ཡོད་འདུག་བདེ་སྲུང་ལས་ཁུངས་ངོས་ནས་གང་ཡོང་བྱེད་དགོས་ཡོད། གང་མགྱོགས་བྱེད་ཐུབ་ཡག་གི་འབད་བརྩོན་ཞུ་དགོས་ཡོད། དེ་འདྲའི་བཀའ་གནང་སོང། ཨ་ནི་དེའི་རྗེས་ལ། ད་ང་ཚོའི་མཐའ་མ་དེ་ཕྱི་ལོ་ཉིས་སྟོང་ཉེར་བཅུ་རྩ་གསུམ་གྱི་ཟླ་བ་བཅུ་པའི་གི་ཚེས་བཅོ་བརྒྱད་ཉིན་ཨ་ནི་དཔའ་ལྡན་བདེ་སྲུང་བཀའ་བློན་མཆོག་དང་བདེ་སྲུང་གི་དྲུང་འཕར་ཚོགས་གཙོ་གཉིས་ས་ཕེབས་ནས་ཨ་ནི་བདེ་སྲུང་ངོས་ནས་ཨ་ནི་འབྲེལ་ཡོད་ལ་རྩད་ཞིབ། ཞུས་ནས་ལས་མཇུག་བསྒྲིལ་ཟིན་པ་ཡིན། ཨ་ནི་དེ་ཡོད་དོ་བཀོད་ནས་བཀའ་ཤག་ལ་ཡང་ཕུལ་གྱི་ཡོད། ཨ་ནི་དེའི་རྗེས་སུ་ཚོགས་གཙོ་གཉིས་ས་ལ་ཨ་ནི་བདེ་སྲུང་བཀའ་ལས་ཕེབས་དགོས་ཡ་མེད་ཟེར་ནས་དེ་བཀའ་གནང་བ་རེད། ཨ་ནི་དེའི་རྗེས་སུ་ཕྱི་ལོ་ཉིས་སྟོང་ཉིས་ཀྱི་རྩ་གསུམ་ཟླ་བ་བཅུ་གཅིག་པའི་ཚེས་དྲུག་ཉིན་རྗོ་ཨ་ནི་དཔལ་ལྡན་བདེ་སྲུང་བཀའ་ལས་མཆོག་ནས་ཚོགས་དྲུང་ལ་ཨ་ནི་བདེ་སྲུང་ལས་ཁུངས་ནས་མཐའ་མིག་གི་ལས་ཀ་མཇུག་བསྒྲིལ་ཟིན་ནས་ཡིག་ཐོག་དེ་རིང་བཀའ་ཤག་ལ་ཡང་ཕུལ་ཡོད། ད་ནི་བཀའ་ཤག་ལྷན་ཆེན་ཚོགས་ནས་གོ་བསྡུར་གནང་གི་རེད་ཟེར་ནས་དེ་འདྲའི་གཞུང་ལུགས་གཅིག་ཆགས་བསྡད། ད་ནི་དེའི་དཔའ་རོ་དེ་བཀའ་ཤག་གི་ཐོག་ནས་ཉི་མ་ཁ་ཤས་ལན་འགེལ་གནང་མ་སོང། ད་ང་ཚོའི་གྲོས་ཚོགས། མཇུག་བྱང་གི་གྲོས་ཚོགས་ཀྱི་ལས་རིམ་དེ་གཏན་འབེབས་བྱེད་དགོས་པ་རེད། ལྷག་པར་དུ་ད་སྔོན་རྩིས་གྲོས་ཚོགས་ཀྱི་ལས་ཉིན་དེ་གཏན་འབེབས་བྱེད་དགོས་པར་སྦྱིན་ལན་ལ་གོ་བསྡུར་བྱས་ནས་བསྟན་ཏེ་ང་ཚོ་གངས་ལྗོངས་ཕྱོགས་ཀྱི་གཞུང་ནང་བསམ་ནས་ད་ནི་དེའི་དཔའ་རོ་ང་ཚོའི་བསམ་བློ་འཁོར་བསྡད་ཀྱི་རེད། ཡིན་ན་ཡང་ད་བར་བསྟན་སྲིད་གཞུང་ཕྱོགས་སྐད་ན་དྲ་དེ་འདྲས་ཀྱི་ཕྱོགས་ལས་ཕ་གཞུང་འདྲའི་ཤོག་བཤད་ཕུལ་ཡག་གི་མཛད་འཆར་དེ་འབྱོར་རེད་མཛད་འཆར་དེ་འབྱོར་བ་གཞི་བཟུང་གི་དེ་དུས་ཚོད་ཞེ་དྲག་ཡོད་མ་རེད་ཨ་ནི། ཚོགས་དྲུང་བརྒྱུད་ནས་ཡག་ཨ་ནི་བ་བསྟན་སྲིད་གཞུང་ཕྱོགས་ཚོགས་ཚོགས་གཉིས་ཙམ་ལ་ཕྱུགས་རྫི་ཕེབས་རོགས་གྱིས་ཡག་སྙན་སེང་ཞུ་རོགས་གྱིས་ཞུས་བ་རེད་དེ་ཡིན་དུས་ཨ་ནི་ཕྱི་ཚེས་བཅུ་བཞི་ཉིན་ཨ་ནི་བ་བསྟན་སྲིད་གཞུང་ཕྱོགས་ཚོགས་ཚོགས་གཉིས་ཙམ་ཕེབས་ནས་ཨ་ནི་ང་ཚོ་གནད་དོན་འདི་དང་འབྲེལ་བའི་ཐོག་ནས་གོ་བསྡུར་ཞུས་རེད་ནས་སྐབས་དེར་སྲིད་སྐྱོང་མཆོག་གིས་བདེ་སྲུང་གི་ཐོག་ནས་སྙན་ཐོ་འབྱོར་བྱུང། གྲོས་ཚོགས་དུས་ཚོད་ག་དུས་ཚོགས་ན་རྣམ་པ་ཚོ་དགོང་མོ་ཡིན་ན་འགྲིག་གི་འདུག་སྙན་ཐོ་ཡང་གོང་མཇོག་མཇོག་ཚོ་ཚོགས་གཙོ་གཉིས་ལ་གནང་གི་ཡིན་ཟེར་ནས་བཀའ་གནང་བ་རེད། བཀའ་གནང་བ་ཡིན་དུས་དེའི་རྗེས་སུ་ཕྱི་ཚེས་བཅོ་ལྔ་ཉིན་བཀའ་ཤག་རྗེས་ནས་ད་ལྟ་ང་ཚོ་སྙན་ཐོ་འདི་ཚོགས་གཙོ་གཉིས་ལ་འབྱོར་བ་རེད། དེའི་རྗེས་སུ་ཚོགས་གཙོ་གཉིས་ཀྱི་ཐོག་ནས་སྙན་ཐོ་ལ་བལྟས་ནས་སྙན་ཐོ་འདི་ལྟར་གནད་དོན་འདི་འཕྲིན་ཐག་ཆད་པ་འགྲིག་གི་འདུག་འཕྲིན་ཐག་ཆད་པ་བྱུང་འདུག་ཟེར་ནས་དེ་འབྲེལ་གྱི་ང་ཚོ་ངོས་འཛིན་བྱས་ནས་གྲོས་ཚོགས་ཚོགས་དུས་དྲུག་པོ་གྲུབ་པ་མཇུག་བྱུང་ཤར་རྗེས་ཀྱི་དུས་ཚོད་རེད། ད་ལྟ་ནང་བཞིན་གྱི་གྲོས་ཚོགས་ཚོགས་དུས་བདུན་པ། ཚོགས་ཡར་གྱི་དུས་ཚོད་གཏན་འབེབས་བྱེད་ཡག་གི་ཆེད་དུ་ཞི་དུལ་རྒྱུས་ལོན་ལ་དེ་སྙན་སེང་ཞུས་ནས། ད་ང་ཚོ་གྲོས་ཚོགས་འཇུ་བྱུང་བྱེད་ཡག་གི་དུས་ཚོད་དེ་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་དགུ་རྩ་ལྔ་ནས་ཉེར་དགུ་རྩ་དགུ་བར་ལས་ཉིན་ལྔ་ཤོང་རྒྱུག་ང་ཚོ་གཏན་འབེབས་བྱས་ནས་འཛིན་བྱུང་བཀའ་ཤག་རེད་ཨ་ནི་རྒྱ་གར་ནང་བཞིན་གྱི་བཀུར་འོས་གྲོས་ཚོགས་ཀྱི་འཐུས་མི་རྣམ་པ་ཚོགས་མི་ལ་ཚོགས་མ་ལ་ད་ཡིག་ཆུང་ཕུལ་ཡོད་རེད། ཡིན་ན་ཡང་ད་དུས་ཚོད་ཉེར་པོ་ཞིག་ལ་ནས་རིམ་པས་ཞི་དུལ་བཅུ་དྲུག་གིས་ད་དགོངས་རྒྱུ་ནོར་རེད་དེ་འདས་ནི་བསྐྱར་དྲིན་བདེན་དོན་ཡིད་ཆེས་དགོས་པའི་ནང་གསེས་དང་པི་དགོངས་དོན་ནི་གྲོས་ཚོགས་ཀྱི་གྲུབ་ཆ་མ་ལོངས་ཏེ་འཚོགས་མ་ཐུབ་སྟེ་བསྐྱར་དྲིན་བདེན་དོན་ཡིད་ཆེས་དགོས་པའི་ནང་གསེས་གཉིས་པི་དགོངས་དོན་ནི་ཚོགས་གཙོ་གཉིས་ཀྱི་ཐོག་ནས་གྲོས་ཚོགས་དེ་ཕ་བྱུང་བྱ་དགོས་ཐུབ་པ་རེད་དེ་འདི་ངས་ད་གྲོས་ཚོགས་ཀྱི་འཇུ་བྱང་བཞེས་ཡག་གི་གྲོས་ཚོགས་ལ་མགར་ཆེན་བར་ཆད་ཟེར་ན་མི་འདུག་གནས་སྟངས་དེ་འདྲའི་བྱུང་བ་དེ་ད་བྱུང་རིང་མདོར་བསྡུས་ཙམ་བྱེད། བསྡད་ཞུ་གི་ཡོད། ཨ་ནེ་རྙིང་པ་དེ་ད་བདེ་སྲུང་ལས་ཁུངས་ནས་འབྲེལ་ཡོད་ཀྱི་རྩད་གཞི་མཐིལ་ཕྱིན་ཞུས་པའི་གྲུབ་དོན་སྙན་ཐོ་དེ་སྙན་སྒྲོན་ཞུ་རྒྱུ་དང་ཨ་ནེ་དེ་དང་འབྲེལ་བའི་ཐོག་ནས་ཐག་གཅོད་ཞུ་ཡ་ཡིན། ད་ལྟ་བདེ་སྲུང་ལས་ཁུངས་བརྒྱུད་ནས་ད་བཀའ་ཤག་ལ་ཕུལ་ཡོད་དེ་བཀའ་ཤག་གི་ཐོག་ནས་ཁ་ཤོག་གཅིག་དང་ཨ་ནེ་བདེ་སྲུང་གི་སྙན་ཐོ་དེ་ཟུར་བཞར་ཞུས་ཡོད་རེད། བཀའ་ཤག་གིས་ཁ་ཤོག་དེ་ནོར་གནས། དཔའ་བརྟན་ཤིས་བརྟན་ཚོགས་གཙོ་དྲེལ་པོ་མཆོག་ལ་ཆེད་ཞུ། ཕྱི་ལོ་ཉིས་སྟོང་ཉེར་བཞི་རྩ་གསུམ་ཟླ་བ་དགུ་པའི་གྲོས་ཚོགས་ནང། བཀུར་འོས་ཤིས་བརྟན་སྨོན་ལམ་མཐར་ཕྱིན་ལགས་དང་འབྲེལ་བའི་གླེང་སློང་ཞུ་སྐབས། བདེ་སྲུང་བཀའ་ལན་དང་སྲིད་གཞུང་གི་གྲོས་ཚོགས་སུ་སྙན་སེང་རིང་བཞིའི་ཐོག། སྲིད་གཞུང་གི་གྲོས་ཚོགས་སུ་བདེ་སྲུང་ལས་ཁུངས་ཀྱིས་འཇིག་རྟེན་གྱི་རྩེ་གཤིས་ཞེས་སྐད་ཡ་དེ་ཞེ་གཅིག་རེད་ཅེས་གླེང་རྗེས་ཟིན་པ་དང། དེའི་རྗེས་ཚོགས་གཙོ་སྤྲེལ་པོ་ངོ་མཇལ་སྐབས་ཀྱང་ཚོགས་གཙོ་སྤྲེལ་པོས་ལམ་བསྟན་གཞིར་བཟུང་འཛིན་སྐྱོང་གི་འཇུ་བྱང་ཞུ་སྒོ་ཐད་བཀའ་མོལ་གཞུང་བསྟན་ལྟར། བདེ་སྲུང་ལས་ཁུངས་ནས་འགན་འཁུར་བླངས་ཏེ་ཁུང་ཙེ་ཞེས་པའི་རྒྱུ་ཆ་དང་སྙན་ཐོ་བཀའ་ཤག་ལྷན་རྒྱས་སུ་ཕུལ་འབྱོར་བྱུང་བར་ཞིབ་འཇུག་བཀའ་བསྡུར་གནང་མཐར། སྙན་ཐོའི་ངོ་ཤེས་དཔའ་བརྟན་ཚོགས་གཙོ་སྤྲེལ་པོ་མི་རྗེ་ཐག་བཅད་བྱུང་བ་ལྟར་འདི་ཉོ་ཟུར་ཤར་གཞིས་ལགས་ན་དཔའ་བརྟན་ཚོགས་གཙོ་སྤྲེལ་པོ་མཆོག་ནས་དགོངས་དཔྱད་མཛད་ཕྱོགས་ཡོང་བ་དགོངས་འཇགས་ཞུ། བཀའ་ཤག་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བཅུ་གཅིག་པའི་ཚེས་བཅོ་ལྔ་ལ་ཕུལ་ཟེར་ནས་བཟོ་འགོད་དགོངས་ཚར་གསལ་དེ་རེད། བདེ་སྲུང་ལས་ཁུངས་ཀྱི་སྙན་ཐོ་དེ། སྲོང་དབང། མཚོ་མོའི་བཀའ་དྲུང་མཆོག་ལ་ཆེད་ཞུ། ཤི་དུས་སྨོན་ལམ་མཐར་ཕྱིན་དང། རྒྱ་ནག་ཡོངས་ཚབ་ལས་བྱེད་ཁྲེན་ཧྲུའུ་མིན་གཉིས་སི་ལི་གུ་རིའི་ཐུག་འཕྲད་བཞུགས་ཡོད་མེད་སྐོར་གྲོས་ཚོགས་ནང་སླད་ལངས་ཀྱིས་དཔའ་གདན་ཚོགས་གཙོ་སྤྲུལ་པས་འདི་སླད་ནས་ཁ་གསར་རྫོགས་དགོས་པའི་ལམ་སྟོན་ཕེབས་པ་དགོངས་བ་ལྟར། འདི་སླད་ནས་གནས་ཚུལ་ཡང་ཁུངས་དང་འབྲེལ་ཡོད་ཁག་བརྒྱུད། རྩེ་གཞིས་མཐིལ་ཕྱིན་བཞེས་འབྲེལ་གྱི་གནད་དོན་སྙན་སེང་ཞུ་རྒྱུ་ཁག་གཤམ་གསལ་ལྟར། དང་པོ། རྒྱ་ནག་གཞུང་ཚབ་ལས་བྱེད་དེ་བཞིན་ཕྱི་ལོ་ཉིས་སྟོང་ཉེར་བཅུ་རྩ་གསུམ་ཟླ་བ་བདུན་པའི་ཚེས་དྲུག་གི་ཉིན། ཉིན་གུང། སི་ལི་གུ་རི་མཱའི་ཧྥ་ར་ཀྲི་རི་སོར་ཏི་ཞེས་པའི་འགྲེམས་ཁང་དེར་འབྱོར་ནས་ཞབས་འདེགས་བྱས་ཡས་འདུག་གཉིས་པ། གོང་ཚད་ཀྱི་དུས་ཚོད་དེ་རང་ལ་ཤི་དུས་སྨོན་ལམ་མཐར་ཕྱིན་དང་རང་རོགས་པ་སྐྱིད་སྐྱེས་འགྲེམས་ཁང་དེ་རང་ལ་ཕེབས་ཡོད་པ་རེད་འདུག་གསུམ་པ། འགྲེམས་ཁང་དེའི་ནང་དོ་བདག་གཉིས་ཐུག་འཕྲད་བྱས་ཡོད་པས། དངོས་དཔོན་ར་འཕྲོད་པ་ཐུབ་པ་མི་འདུག་པ་བཅས་དད་ལྡན་སྙན་སེང་མཛད་ཕྱོགས་ཡོང་བ་མཁྱེན་ཞུ། བདེ་སྲུང་ལས་ཁུངས་ནས་ཕྱི་ལོ་ཉིས་སྟོང་ཉེར་བཅུ་རྩ་སོང་ཟླ་བ་བཅུ་གཅིག་པའི་ཚེས་དྲུག་ལ་ཕུལ་ཟེར་ནས་དེ་རེད། དེ་ཡིན་ཏེ། ད་ལྟ་དེ་དང་ཁུངས་ཤེས་དཔོན་དག་གང་ཡང་མེད་དུས་ཀུ་རེ་ཞུ་དུས། དགེ་རྒན་སྨོན་ལམ་མཐར་ཕྱིན་ལགས་ལ་བསྙོན་འཛུགས་ཀྱི་གནས་བབ་དེ་གཞི་རྩ་མེད་བ་རྩོམ་མ་ཆགས་ཟིན་པ་རེད། ནི་དེ་རིང་འདིའི་ཐོག་དམིགས་བསལ་བགྲོ་གླེང་གང་ཡང་དགོས་ཡ་མཐོང་མ་སོང། ཁ་ངེས་ང་ཚོ་ད་ཕྱི་ཟླ་དགུ་བོད་ཀྱི་གྲོས་ཚོགས་ད་གའི་གོང་དུ་ཞུ་བ་ནང་བཞིན་ཚོགས་ཐེངས་གཅིག་ཙམ་རེ་མ་གཏོགས་ཉིན་གང་བགྲོ་གླེང་གནང་འོས་ཀྱི་གོ་སྐབས་བྱུང་བ་རེད། དེ་ཡིན་དུས། དེ་རིང་གནད་དོན་འདི་དང་འབྲེལ་བའི་ཐོག་ནས་ཟླ་འདི་ལོའི་དགེ་བཤེས་ཟླ་དགུ་པའི་ཚེས་བཅུ་དགུ་ཉིན་ཚོགས་སྡེའི་དྲུག་པའི་དགེ་ལས་ཉིན་དང་པོ་དང་འབྲེལ་བའི་ནང་ལ། བཀུར་འོས་ཞི་བདེའི་ཟླ་བ་ཕན་ཞིང་ལགས་དང་བཀུར་འོས་ཞི་བདེའི་དགེ་རྒན་སྨོན་ལམ་མཐར་ཕྱིན་ལགས་གཉིས་བར་ལས་རིན་རྣམ་རྒྱག་བསྟན་པ་དང་འབྲེལ་བའི་ཕན་བདེའི་ཚིག་རྩུབ། ཟུར་ཟ། དམའ་འབེབས། ཤན་འཛུགས་ཞེས་པ་ཆ་མཚུངས་གྲོས་ཚོགས་ཀྱི་དེབ་ཐེར་ནས་ཕྱིར་འཐེན་ཞུ་ཡག་གི། ད་རྗེས་ཤོས་ཡིན། ད་དེ་ནས་བཟུང་སྟེ་ནམ་མཁའ་གཡའ་དག་ས་ཀྱི་འདི་དག་ཆགས་པ་ཡིན་ཏེ་འདི་དང་འབྲེལ་བའི་ཐོག་ནས་འཛིན་གཞུང་བཀའ་ཤག་རྗེས་ནི་འབྲེལ་ཡོད་བདེ་སྲུང་ལས་ཁུངས་ནས་འཕྲིན་ཐག་ཆོད་པའི་གིས་གཙོ་མ་བཟོ་ཐུབ་པ་དེ་བོད་མིའི་སྒྲིག་འཛུགས་རེད་ཤེས་ཀྱི་ལྷན་ཚོགས་རེད་ཤེས་ཀྱི་སྒེར་རེད་རྩ་དོན་ཐོབ་ཚད་བཅས་ལ་ཕན་ཐོགས་ཆེན་པོ་བྱུང་བ་རེད་དེ་ནི་དཔལ་ལྡན་བདེ་སྲུང་བཀའ་བློན་མཆོག་རེད་འབྲེལ་ཡོད་བདེ་སྲུང་ལས་གཞན་ཚང་མར་སྔ་རྗེས་ཤོས་ཡིན། ནས་བཀོལ་ཡོད་སྤྱི་འཐུས་རྣམ་པ་དང་ནི་དེ་ག་ནང་བཞིན་གྱི་འབྲེལ་ཡོད་མོག་པོ་ཞིག་ལ་ད་སེམས་ཚོར་བྱུང་ཡོད་རེད་བ་སྐོབས་སྐྱིད་ནས་དེ་དཀའ་ངལ་ཚོགས་མ་ལས་བྱུང་ཡོད་རེད་ཡིན་ན་ད་དེ་རིང་འདི་བཙོང་མ་ཆགས་པ་ཡིན་འདི་ཕན་ཚིན་མཁན་ཚིན་རེད་ནི་དེ་ག་ནང་བཞིན་གྱི་རྣམ་རྟོག་དེ་འདྲ་མ་ཟག་ཡི་ཐོག་ནས་ཚོགས་མ་ཐུགས་བློ་བདེ་བོ་གནང་རོགས་གནང་ཞུ་ཡ་ཡིན། ལར་ནས་ད་རང་གཞན་རོགས་གསུམ་སུ་ཡིན་ན་ཡང་ད་བདེན་པ་མིན་པའི་ཤན་འབྱེད་བྱེད་ཡ་སྙན་འཛུགས་བྱེད་ཡ་དེ་འདྲ་བྱས་པ་ཡིན་ན་དེ་འཇིག་རྟེན་མི་ཆེ་རེད་ད་ག་ནང་བཞིན་གྱི་ལས་རྒྱུ་འབྲས་རེད་དངོས་གནས་རྩིས་ལ་ཡང་རུང་གི་མ་རེད་དེ་ཡིན་ད་ནི་མི་ཚོགས་མེད་ད་ཀྱི་མ་འོངས་པ་དེ་འདྲས་མ་ཡོང་ཡག་གི་དགོངས་པ་བཞེས་རོགས་གནང་ཞུ་ཡག་ཡིན། དེ་ཡིན་ད་ད་ཚོགས་མི་གར་བསྲེགས་རེད་ངས་གོང་དུ་ཞུས་པ་གཞི་བཟུང་རེད་རོང་ས་མི་བཞག་མི་ས་རོང་བཞག་ནས་ནི་བསམ་བློ་གཏོང་ཐུབ་དགོས་ཡ་དེ། གལ་ཆེན་པོ་རེད་ཤག་ནི་ད་ནང་བཞིན་གྱི་བདེ་སྲུང་ལས་ཁུངས་ཀྱི་སྙན་ཐོ་འདི་ནི་ངོ་ཤེས་དགོས་མཁན་ཡོད་ན་ནི་འབྲེལ་ཡོད་ཚོགས་དྲུང་བརྒྱུད་ནས་འབྲེལ་བ་གནང་ན་དེ་ཞུ་ཆོག་གི་ཡོད་ཟེར་ནས་དེ་སྙན་གསེང་ཞུ་བ་ཡིན་ད་ལྟ་སྙན་ཐོ་འདི་དང་འབྲེལ་བའི་བརྒྱུད་རིམ་ད་ལྟ་ངས་བྱས་པ་དེ་དག་རྒྱུས་ལོན་ཆ་ཚང་བྱས་པའི་ཐོག་ནས་སྟོང་པ་ཚོ་ལ་སྙན་གསེང་ཞུ་བ་ཡིན་ཟེར་ནས་དེ་ཞུ་བ་དེ་ཡིན།